འདི་ལྟར་བརྩོན་པས་སྤྲུལ་པའི་དགེ་བ་རྣམས། མཐའ་ཡས་སྒྲོལ་བའི་སྡུག་བསྔལ་བསལ་བྱ་ཕྱིར། འཁོར་གསུམ་རྣམ་པར་དག་པའི་ཤེས་རབ་ཀྱིས། བྱང་ཆུབ་བསྔོ་བ་རྒྱལ་སྲས་ལག་ལེན་ཡིན། ཞེས་གསུངས་པའི་གི་ད་རྩ་ཚིག་དེ་གི་དོན་དག་རྡོག་རྡོག་ཅིག་ག་རེ་གཏན་འཁེལ་དུ་ཞུས་པ་ཡིན་ན། ཨ་ནི་རྒྱ་མཚོའི་རྔུལ་ཆུ་མཐོང་བའི་བཟང་པོ་ཁོང་གིས་ད་གང་མཆོད་པར་བརྗོད་པ་རྒྱལ་སྲས་ལག་ལེན་སོ་བདུན་མ་འདིར་ད་གང་ནས་མཆོད་པར་བརྗོད་པ་ནས་གསུངས་ནས་ད་ད་ད

བཟློག་པར་བྱ་ཡི། དེ་ནི་གི་ཆེད་དུ་བསལ་བར་བྱ་བའི་ཆེད་དུ་ལ་ཨ་ནི་ངེད་ཀྱིས་བསགས་པའི་དགེ་བ་དེ་ཕན་ཐོགས་ཐོབ་པར་ཤོག་ངས་བསགས་པའི་དགེ་བ་དེ་ཁོ་ཚོ་ལའང་འདི་འདི་ཡི་ཨ་ནི་འདི་དང་འདི་ལ་ཨ་ནི་འདི་དང་འདི་སྐྱེ་ལ་ཨ་ནི་ཕན་ཐོགས་ཐོབ་པར་ཤོག་ཟིན་ད་དེ་ཅིག་བསྔོ་བ་བགྱིད་དགོས་རེད་ཚར་བཅད་ཕྱིར། འཁོར་གསུམ་རྣམ་པར་དག་པའི་དེ་ནི་བསྔོ་བ་བགྱིད་པའི་གི་ད། ཤེས་རབ་དེའམ་དེ་ནི་བསྔོ་བ་བྱེད་པའི་གི་སེམས་དེའང་ག་འདྲེ་གི་སེམས་གོ་རེ་ཟེར་ན་འཁོར་གསུམ་རྣམ་པར་དག་པའི་གི་ཤེས་རབ་ཀྱི་སེམས་གོ་རེ་ལ། འདི་སྐབས་སུ་འཁོར་གསུམ་རྣམ་པར་དག་པ་ཟེར་ཁ་སང་གོང་ལ་ཅིག་ཞུས་ཚར་ད་འདི་སྐབས་སུ་འཁོར་གསུམ་རྣམ་པར་དག་པ་ཟེར་ཏེ་བསྔོ་བ་ད་འདི་བསྔོ་བ་རུ་བ་བསྔོ་བ་བརྒྱབ་པའི་སྐབས་སུ་ལ་བསྔོ་བ་བརྒྱབ་མཁན་གི་གང་ཟག་དངུལ་ཆུ་ཚོང་པའི་བཟང་པོ་ཁོ་རང། ད་ཁོང་གིས་བསྔོ་བའི་བསྔོ་བའི་བསྔོ་བ་དེ་ག་རེ་བསྔོ་བྱ་དེ་ག་རེ་བསྔོ་བྱ་དེ་དགེ་བ་དེ་རེད། དགེ་བ་ཁོ་རང་གི་དགོངས་ནི་འདའ་བར་བསགས་པའི་དགེ་བ། ཨ་ནི་བསྔོ་བའི་ཡུལ་ལམ། བསྔོ་བའི་ཡུལ་ནི་སུ་རེད་མ་གྱུར་པའི་སེམས་ཅན་ཐམས་ཅད། འདི་གསུམ་འདིར་བ། བསྔོ་མཁན་གང་ཟག་ཁོ་རང། བསྔོ་བྱ་ཡི་དགེ་བ། དེ་ནས། བསྔོ་བའི་ཡུལ་གྱི་དམིགས་ཡུལ་གང་ཟག་སེམས་ཅན་ཐམས་ཅད། འདི་ཐམས་ཅད་བདེན་པར་གྲུབ་པ་ཡོད་རང་བཞིན་གྱིས་གྲུབ་པ་ཡོད་བསམ་ན་ད་མི་འགྲིག་པ་རེད། འདི་བདེན་འཛིན་ཞུགས་ཚར་དུས། རྩོག་པ་ཆགས་ས་རེད་འཁོར་གསུམ་རྟོགས་པ་ཆགས་འགྲོ་གི་རེད་བྱས་ཙང། མ་འདི་གསུམ་ལ། བསྔོ་བའི་གང་ཟག་ཁོ་རང་དང་བསྔོ་བྱ་དགེ་བ། ཨ་ནི་བསྔོ་བའི་ཡུལ་ལ་སེམས་ཅན་ཐམས་ཅད་དེ་ཐམས་ཅད་ཡང་རང་བཞིན་གྱིས་བདེན་པར་མ་གྲུབ་པ། རང་གི་མཚན་ཉིད་ཀྱིས་མ་གྲུབ་པ། སྟོང་ཉིད་ཡིན་པ། ཡིན་པ་ལ་ཡིན་པར་རྟོགས་པའི་ཀྱི་ཤེས་རབ། སྟོང་ཉིད་ཡིན་པ་ལ་ཡིན་པར་ཤེས་པའི་ཀྱི་བདག་དེ་ནི་ཀྱི་ཤེས་རབ། དེ་འདི་གི་ཤེས་རབ་ཀྱི་བློ་དེ་རྩིས་ཟིན་པའི་ཐོག་ནས་གར་བྱེད་རེ་ང་བསགས་པའི་དགེ་བ་དེ་ཐམས་ཅད་དེ་མ་བསྒྱུར་བའི་སེམས་ཅན་ཐམས་ཅད་ལ་ཕན་ཐོགས་ཐུབ་པར་ཤོག་མ་བསྒྱུར་བའི་སེམས་ཅན་ཐམས་ཅད་བྱང་ཆུབ་ཀྱི་གོ་ས་ནས་ད་བྱང་ཆུབ་བྱང་ཆུབ་བསྔོ་བ་བྱང་ཆུབ་བསྔོ་བ་ཟེར་རེས་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་བྱང་ཆུབ་ཀྱི་གོ་འཕང་ཐོབ་པར་ཤོག་བདེ་བ་དང་ལྡན་པར་ཤོག་སྡུག་བསྔལ་དང་འདྲ་བར་ཤོག་ཟེར་འདུག་ཅེས་ནས་ད་བསྔོ་བ་བྱེད་པ་དེ་སུ་གིས་བྱེད་ཐུབ་ཀྱི་རེད་ཟེར་ན་རྒྱ་ཆེ་བྱང་ཆུབ་སེམས་དཔའ་རྣམས་ཀྱིས་བྱེད་ཐུབ་ཀྱི་རེད་རྒྱ་ཆེ་བྱང་ཆུབ་སེམས་དཔའ་རྣམས་ཀྱི་བསྔོ་བ་བཏབ་པའི་སྐབས་སུ་ལ་དེ་ནས། སྒོར་སོགས་རྣམ་པར་མི་རྟོག་པའི་ཤེས་རབ་ཀྱིས་རྩིས་ཟིན་པའི་ཐོག་ནས་ངོ་བ་རྒྱ་བསྐྱེད་པའི་ཉམས་ལེན་འདུག་ཅེས་བྱེད་ཀྱི་རེད་ཟེར་རྗེས་ཀྱང་འདི་རྒྱ་ཚད་བྱང་ཆུབ་སེམས་དཔའ་རྣམས་ལས་ལག་ལེན་འདི་དེ་འདྲས་ཅི་ནས་བྱེད་ཀྱི་ཡོད་རེད་ཟེར་ནས་དེ་རྩ་ཚིག་དེ་གས་བསྟན་གྱི་འདུག་རེད་བ། དོན་དག་ལྡོག་དུས་ན་ང་རང་ཚོ་ད་ཅིག་མི་ཚེའི་ནང་དུ་དགེ་བ་ཆེ་ཆུང་ག་འདྲས་ཀྱིས་བསགས་པ་ཡིན་ན་ཡང་དེ་འདྲའི་དགེ་བ་དེ་རང་གཅིག་པུ་མ་ཡིན་པར་མ་གྱུར་པའི་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བསྔོ་བ་བརྒྱབ་དགོས་ཀྱི་རེད། བསྔོ་བ་བརྒྱབ་པ་དེ་འདི་ག་ཚེ་བདེན་པར་འཛིན་པ་བདེན་འཛིན་བཞུགས་ནི་རོགས། ང་ཚོ་ཚང་མ་བདེན་བདེན་ཞིག་ཞིག་ཡོད་བསམ་ནས་དེ་ནས་བསྔོ་བ་བརྒྱབ་ཡོད་མ་རེད། རང། ལྷ་དང་ང་དང་སྔོ་བ་དང་དེ་རིགས་ཀྱི་དང་སྔོ་བའི་ཡུལ་ཐམས་ཅད་ཀྱང་ཨ་ནི་རང་བཞིན་གྱིས་མ་གྲུབ་པ་སྒྱུ་མ་དང་རྨི་ལམ་ལྟ་བུ་ཡིན་པར་རོ། བ་ཨ་ནི་རྫུ་འཕྲུལ་རྫུ་འཕྲུལ་ལྟ་བུ་ཡིན་པ། ཡིན་ཡིན་བཞིན་དུ་ཡ་ཡིན་ན་ད་དེ་འདི་འདྲ་ཡིན་པ་ལ་ཡི་ད་སྔོ་བ་དགེ་བ་བྱེད་དགོས་ཀྱི་ཡོད་པ་དེ་ཨ་ནི། དེ་ནི་སྔོ་བ་དེ་ད་གང་ལྟར་བསོད་ནམས་ཆེན་པོ་དང་ད་ནི་ནུས་པ་ཆེན་པོ་ཡོད་ཟེར་ནས་ད། སྒྲ་ཇི་བཟང་ཇི་བཟོད་མ་རྣམས་ཡང་དང་ཡང་དུ་གསུངས་ཡོད་ཞེས་འདི་ནང་གསུང་གི་འདུག་པ། མདོ་རྒྱུད་བསྟན་བཅོས་རྣམས་ལས་གསུངས་པའི་དོན། གདམས་པ་རྣམས་ཀྱི་གསུང་གི་རྗེས་འབྲངས་ནས། རྒྱལ་སྲས་རྣམས་ཀྱི་ལག་ལེན་སུམ་ཅུ་བདུན། རྒྱལ་སྲས་ལམ་ལ་སློབ་བསྡུ་འདོན་དུ་བཀོད། ཞེས་གསུངས་པའི་གདའ། ཙག་ཙིག་དེ་གའི་དོན་བདག་གར་བསྟན་གྱི་རེད་ཟེར་བདའ་དེ་ཙག་ཙིག་དེ་བདའ་མཇུག་སྦྱང་རེད་བདའ་ར་བ་ཐ་མ་ཐ་མ་སླེབས་ས་རེད་བདའ་རྒྱལ་སྲས་ལག་ལེན་སུམ་ཅུ་སོ་བདུན་འདི་བདའ་ཁོ་ལ་སུམ་ཅུ་སོ་བདུན་ལ་དགོས་པའི་རྒྱུ་མཚན་དེ་ཁོ་ལ་ཤོ་ལོ་ཀ་སུམ་ཅུ་སོ་བདུན་ཡོད་རེད། ཤོ་ལོ་ཀ་སུམ་ཅུ་སོ་དེའི་ནང་དུ་ཨ་ནི་རྒྱ་བཟའ་ལག་ལེན་གྱིས་ད་བྱང་ཆུབ་སེམས་རིན་པོ་ཆེ་དེ་སྒོམ་དགོས་པར་བསྟན་གྱི་ཡོད་རེད་དེ་ནང་དུ། ད་དེ། རྒྱ་བཟའ་ལག་ལེན་སུམ་ཅུ་སོ་བདུན་དེ་ད། ག་འདྲས་ཀྱིས་ནས་བརྩམས་པ་རེད་རྒྱ་བཟའ་དངོས་བྱོན་ཐོག་མའི་བཟང་པོ་ཁོང་གིས་ད་བརྩམས་པའི་སྐབས་སུ་ལ་དེ་ནས་ཁོ་རང་གཅིག་པུ་ད་སེམས་ལ་དྲན་པ་ཙམ་གྱིས་ཁོ་རང་གིས་ད་དེ་འདྲས་ཅིག་བརྩམས་ཀྱིན་བསམ་པ་ཙམ་གྱིས། རེད་བ། ཨ་ནི་ཁོ་རང་གི་ཐུགས་ལ་དེ་ནས་དེ་འདྲས་ཅིག་བརྩམས་ཤག་ན་ཡག་ས་རེད་བསམ་དེ་འདྲས་བསམ་བློ་བཏང་ནས་བརྩམས་པ་རེད་ཟེར་ན། མ་རེད་ཟེར་ལབ་ཀྱི་ཡོད་རེད་ད། རོ་ག་རེ་བཅས་བརྩམས་ཀྱི་རེད་ཟེར་ན་བདུད་ཀྱི་སྟོན་ཆེན་རྣམས་ལས་བཟུང་བའི་དོན་ཞེས་བདག་དེའི་དཔེ་ཆ་བརྩམས་པ་དེ་རྒྱ་ཆེ་ལགས་ལས་སུམ་ཅུ་སོ་བདུན་མ་བརྩམས་པ་དེ། ཨ་ནི་ཁུངས་ག་བ་གཏུགས་ཀྱི་ཡོད་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ། ཨ་ནི། རྒྱུད་ཟེར་ཏེ་རྒྱུད་སྡེ་གྱི་གཞུང་མང་པོ་སྣང་ལ། ཨ་ནི་བསྟན་བཅོས་ཟེར་ཏེ་རྗེས་སུ་བྱུང་བའི་རྒྱ་གར་མཁས་པ་དང་བོད་གངས་ཅན་ལྗོངས་ཀྱི་མཁས་པ་མང་པོ་གིས་དག་བརྩམས་བཞག་པའི་བསྟན་བཅོས་འདི་ཚོའི་རྣམས་ལས་བཟུང་བཞག་པའི་གྱི་དོན་སྙིང་པོ་འདི་ཚོ་ལ་ཁུངས་གཏུགས་དེ་ཚོའི་ཐམས་ཅད་ལ་ཨ་ནི་རྗེས་སུ་བརྟེན་ནས། ཨ་ནི་རྒྱ་ཆེ་ལགས་སུམ་ཅུ་སོ་བདུན་མ་དེ་བརྩམས་པ་རེད་ལབ་རེད་རོ། ད་དེ་ཁུངས་འདི་ལ་གཏུགས་པ་ནི་ཁོང་གི་བརྒྱུད་པ་འདྲའོ། ཁོ་རང་གིས་ད་དེའི་རྒྱལ་ས་ལ་སུམ་ཅུ་སོ་གདོང་མ་ཡིས་ད་བརྒྱུད་པ་ལུང་ཁུངས་འདྲ་བ་ཅིག་ག་འདྲས་བྱུང་བ་རེད་ཟེར་ལབ་ཡོང་དུས། གདམས་པ་རྣམས་ཀྱི་གསུང་གི་རྗེས་འབྲངས་ནས་ཟེར་ཏེ་ཁོང་ལས་མངོན་དུ་བྱུང་འདུག་པས་མཁས་སྐྱེས་བུ་གདམས་པ་དེ་ཚོས་མཁས་པ་དེ་ཚོས་ཀྱིས་ད་ང་མ་ནི་སྟོན་པ་བཅོམ་ལྡན་འདས་ནི་མ་ལ་མ་ལ་ད་ལུང། སྙན་བརྒྱུད་ཀྱི་སྙན་བརྒྱུད་ཀྱི་གདམས་ངག་དེ་ནི། མཁས་པ་གདམས་པ་སྐྱེས་བུ་གདམས་པ་རྣམས་ཀྱིས་ད་གསུང་གི་གསུང་འདི་ཚོས་ཀྱིས་ད་རྗེས་སུ་འབྲངས་ནས། རོ་བ་དེ་ཚོ་གི་གསུང་ལ་བརྟེན་ནས་དེ་ཚོ་གི་གསུང་དེ་ཚོ་ལ་ལྟོས་ནས་དེ་ཚོ་གི་རྗེས་སུ་འབྲངས་ནས་ཨཱ་ནི་རྒྱ་མཚོའི་ལ་ལ་སུམ་ཅུ་སོ་བདུན་མ་དེ་དག་རྒྱུས་པ་འདྲ་བོ་ཞིག་དེ་ནས་ཅིག་ནས་ཡོང་བསྡད་པ་རེད། ཨཱ་ནི་རྒྱ་མཚོའི་ལ་ལ་སུམ་ཅུ་སོ་བདུན་མ་དེ་དག་བརྩམས་པ་དེ། ཨཱ་ནི་ཁྱེད་དེའི་ནང་དུ་བསླབ་བྱའམ་བརྗོད་བྱའམ་དང་དོན་དག་འདྲ་བོ་ཞིག་ག་རེ་བསྟན་གྱི་ཡོད་ལབ་ན། རྒྱ་མཚོའི་གཏམ་གྱི་ལ་ལ་སུམ་ཅུ་བདུན་རྒྱ་མཚོའི་ལ་ལ་སུམ་ཅུ་སུམ་ཅུ་སོ་བདུན་དེ་ཡིན། དེའི་ནང་ནས་ཡང་གཙོ་བོ་དེ་འདི་འདྲ་ཉམས་སུ་བླང་བྱའམ་བརྗོད་བྱ་ལྟ་བུར་སྤྲོ་བོ་དེ་ཨ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དེ་སྒོམ་དགོས་པར་བསྟན་པ་དང། མ་བསད་ཀྱི་ད་ཕ་རོལ་ལོ་ཕྱིན་པ་འབྲུག་ལ་སོགས་པ་ཕར་ཕྱིན་དྲུག་གི་ཉམས་ལེན་གང་གནས་གང་འདྲས་བླང་དགོས་ཀྱི་ཡོད་མེད་སྐོར་ལ་བསྟན་པ་དང་མ་བསད་པའི་ད་འཁོར་བ་འདི་ཡི་ནང་དུ་ད་སྡུག་བསྔལ་སྡུག་བསྔལ་གྱི་རྒྱ་མཚོ་ཡིན་པ་སྡུག་བསྔལ་ཡོད་པ་དང་ཨ་ནི་འཁོར་བ་ནང་ལ་སྐྱེ་བ་བླངས་སོང་ན་ཉེས་དམིགས་ཡོད་པ་ཨ་ནི་སྐྱོན་ཡོད་པ་ཨ་འདི་ཚོ་ཐམས་ཅད་འདི་ད་ག་ཚད་ལ་ལ་སུམ་ཅུ་སོ་བདུན་གྱི་ཤོ་ལོ་ཀ་སུམ་ཅུ་སོ་བདུན་ནང་དུ་ཨ་ནི་ཚང་བར་བསྟན་ཡོད་ལ་རེད། དེ་ནས་དེ་ནས་ཚང་བར་བསྟན་པའི་ད་བསླབ་བྱ་འདི་ཚོ་སུ་གི་ཆེད་དུ་བསྟན་པ་རེད་སུ་གི་ཆེད་དུ་ཨ་ནི་དགོས་པ་ག་རེ་གི་ཆེད་དུ་འདི་བརྩམས་པ་ཡིན་འདི་ག་རེ་བཤད་པ་ཡིན་ལབ་ན་ག་ཚད་ལམ་ལ་སློབ་དུས་བདུན་དུ་བཀོད་ལ་རེད།

འདི་ལ་རྒྱ་ཆེ་ལགས་ལ་སུམ་ཅུ་སོ་བདུན་མ་ལག་དགོས་པའི་རྒྱུ་མཚན་ནི་གང་ཟེར་ན་ཁོང་གིས་བཤད་བཞག་པའི་ཡ་ད་འདིའི་ནང་ལ་བརྗོད་བྱ་དེ་ཤོ་ལོ་ཀ་སུམ་ཅུ་སོ་བདུནའམ་ཚིགས་བཅད་སུམ་ཅུ་སོ་བདུན་སོ་བདུན་སོ་བདུན་ནང་དུ་བསྡུས་ནས་བཤད་བཞག་ཡག་རེད། སུམ་ཅུ་སོ་བདུན་དེ་བཤད་ཚར་རེད་ད་འདི་མཇུག་གི་བྱ་བ་མཇུག་གི་ད་ཤོ་ལོ་ཀ་དེ་རེད་ཞུ་ཡས་ཡིན། བཀྲ་ཤིས་བདེ་ལེགས།